ཁོ་ནི་དགུང་ལོ་བརྒྱད་ཅུ་གྱ་བརྒྱད་ལ་སླེབས་ཡོད་པ་དང་མཆིན་པའི་ན་ཚ་ཞེད་སྣང་ཚ་པོ་ཞིག་ཕོག་ཡོད། བྱས་ཙང་ཁོ་མ་ཤི་བའི་སྔོན་ལ་ཁོ་རང་གི་རྒྱུ་ནོར་ལོངས་སྤྱོད་ཆ་ཚང་ཁོ་རང་དང་འདྲ་བའི་མི་གཅིག་ཐུག་ན་སྤྲད་དགོས་བསམ་ནས་བསྡད་ཡོད། རྒད་པོ་པ་སངས་ལགས་ཀྱིས་ས་ཆ་ཚང་མ་བཙོངས་ནས་སྒོར་མོ་འབུམ་གསུམ་རག་པ་རེད། སྒོར་མོ་ཚང་མ་ཁུག་མ་རྙིང་པ་ཞིག་གི་ནང་ལ་བླུགས། སློང་མཁན་ནང་བཞིན་བྱས་ནས་ཁུག་མ་རྙིང་པ་སྒོར་མོ་བརྒྱ་ལ་འཚོང་གི་ཡིན། ཁུག་མ་རྙིང་པ་སྒོར་མོ་བརྒྱ་ལ་འཚོང་གི་ཡིན་ལབ་ནས་སྐད་བརྒྱབ་པ་རེད། ཕྲུ་གུ་ཚང་མས། ཁུག་མ་རྙིང་པ་ཉོ་མཁན་སུ་ཡོད་རེད། སྒོར་མོ་བརྒྱ་གོང་ཆེ་ཐག་ཆོད་རེད། སྐྱིད་རྡོག་ལ། དེ་སྒྲ་རྐྱང་རྐྱང་ལབ་ནས་ཡ་མེད་བཏང། དེ་དུས། ཕྲུ་གུ་གཅིག་གིས་རྒད་པོའི་ལག་པ་ནས་འཇུས་བྱས། རྒད་པོ་ལགས། ཁྱེད་རང་སློང་མཁན་ཡིན་པས་ཡང་ན་ཚོང་རྒྱག་མཁན་ནིན། དེ་སྒྲ་དྲིས་དུས། རྒད་པོ་པ་སངས་ལགས་ཀྱིས་ང་སློང་མཁན་ཡང་ཡིན་ཚོང་རྒྱག་མཁན་ཡང་ཡིན། ཁྱེད་རང་གིས་ག་རེ་ཚོང་གི་ཡོད། ཁུག་མ་རྙིང་པ་དེ་བཙོང་ཡ་ཡིན་པས། ཡིན། ཁུག་མ་རྙིང་པ་དེ་བཙོང་ཡ་ཡིན། སྒོར་མོ་བརྒྱ་ལ་བཙོང་ཡ་ཡིན། འོ་ན། ཁུག་མ་རྙིང་པ་དེ་ཡི་ནང་དུ་ག་རེ་ཡོད་རེད། ཁུག་མ་རྙིང་པ་དེས་ང་ལ་བེད་སྤྱོད་མི་འདུག་གལ་སྲིད་ཁུག་མའི་ནང་དུ་ང་ལ་དགོས་པའི་བཅའ་ལག་ཡོད་ན། ངས་ཉོ་ཡི་ཡིན་ལབ་པ་རེད། ཕྲུ་གུ་དེས་དྲི་བ་དྲིས་སྟངས་དེ་ལ་དགའ་ནས་ཁུག་མའི་ནང་དུ་སྒོར་མོ་འབུམ་གསུམ་ཡོད་པ་དེ་བསྟན། ཕྲུ་གུ་དེ་དགའ་ཐག་ཆོད་ནས་ཉོས་པ་རེད། རྗེས་ལ། རྒད་པོ་དེ་སྨན་ཁང་ལ་འཆི་གྲབས་ཡོད་དུས་མི་སྤྱང་པོ་ཡིས། ཁུག་མའི་ནང་དུ་ག་རེ་ཡོད་མེད་བལྟས་སོང། མི་གཞན་པས་ཁུག་མའི་བཟོ་ལྟ་ལ་བལྟས་སོང་ཞེས་འཆི་ཁའི་ཚིག་ཁ་ཤས་ལབ་ནས་གྲོངས་པ་རེད།